སློབ་མ་ཡོངས་ལ་འཚམས་འདྲིའི་བཀྲ་ཤིས་ལན། ད་རིང་སློབ་ཚན་ངོ་སྤྲོད་བྱས་ཏེ་ཟུར་གསུམ་རིག་པའི་རྣམ་གཞག་ནང་ལོ་འི་ནང་ཁྱད་ཆོས་འགའ་ཤས་བྱས་པ་དེའི་ནང་ལོ་ནས་བུ་བཙན་ངང་སློབ་ཚན་དང་པོ་ཅིག་བསྒྲུབས་ཟིན་པ་རེད། ད་འདིའི་རྗེས་ལ་གདམ་ག་གལ་ཆེན་པོ་ཞིག་ལྷག་སྟེ་ཡུལ་དུས་མང་བ་སྤྲོ་དངོས་ལ། འདི་སྔོན་མ་བ་ཅིག་ཟུར་གསུམ་གྱི་ནང་ལོ་ཐ་སྙད་འགའ་ཤས་བྱང་ཚུལ་བསྐྱར་སྦྱོང་བྱས་པ་ཡིན།

དེ་སྲིད་པའི་བྱེད་པོ་གཙང་མ་ཆགས་སོ། མི་འབྲལ་བྱས་ནས་ཉལ་ཐ་དད་དུ་ངོ་སྤྲོད་ཚར་སོ། དེ་འདྲའི་ཤིང་ཚ་ནས་ང་ཚོ་སློབ་ཚན་ལ་འགྲོ་ན་དེ་སྲིད་ལས་སླ་བ་ཡོད་རེད། ཚང་མ་ལོ་ཁེངས་ཀྱི་རེད་ད་ང་ཚོ་ཁ་ཆེ་ཉི་མ་ཟུར་གསུམ་རྣམ་གཞག་ནང་ལོ་ལ་ཟུར་གསུམ་དགུ་བཞི་དབྱེ་བ་དྲུག་སྟེ་ངོ་སྤྲོད་བྱེད་ཚར་ཡིན། ཟུར་གསུམ་ཟུར་གྱིས་བསྟོད་ནས་བསྟོད་པའི་དབྱེ་བ་དེ་གསུམ་བྱས། ཨ་ནྃ་ཐ་ལ་བརྟེན་ནས་དབྱེ་བ་གསུམ་མེད་རོ་དེ་རིང་གཟུགས་སྟོན་ནས་བསྟན་པའི་གསུམ་ནང་ལོགས་ལ་དྲང་ཟུར་སུ་གསུམ་ཡང་ན right angle triangle དེ་འདྲས་བྱས་པ་རེད། འཁོར་ནང་ལོགས་ལ་ཟུར་གཅིག་ངེས་པར་དུ་ག་དུས་ནས་ག་རེ་ལ་ན་དགུ་བཅུ་རེད་ད། ཟུར་གཅིག་ག་རེ་ལས་དགུ་བཅུ་ཡིན་རྒྱོ་གཅིག་ལ་ཨ་ནྃ་ང་ཚོའི་ག་ལོགས་རེད་དྲང་ཟུར་སུ་གསུམ། ད་དང་པོ་འདི་ལ་འདི་རེད་བཞག། སློབ་ཚན་འདིའི་ནང་ལོ་ལ་གལ་ཆེ་ཤོས་དེ་ག་རེ་ལ་ཟུར་གསུམ་འདི་ག་རེ་ངེས་པར་དུ་དྲང་ཟུར་ཟུར་གསུམ་བྱེད་ཡོན་པ་པོ་བོར་བྱས་ཙང་འདི་ལ་སི་འདི་དགུ་བཅུ་རེ་ལ་དོ་ཨདེ། ཟུར་འདི་ནང་ལོ་ལ་སུར་དོ་སི་འདི་ག་ཚོད་རེ་ལ་ན་ངེས་པར་དུ་དགུ་བཅུ་རེ་དོ་ཨལ་འདི་འདྲའི་གཅིག་ལ་ང་ཚོས་ག་རེ་བོར་ཡོན་ན་དྲང་ཟུར་ཟུར་གསུམ་ད་སློབ་ཚན་ད་རིང་ངོ་སྤྲོད་བྱས་འདི་ནང་ལོ་ཟུར་གསུམ་ང་ཚོ་དྲང་ཟུར་ཟུར་གསུམ་མ་གཏོགས་ཟུར་གསུམ་གཞན་པ་ལ་འབྲེལ་བ་ཡོད་མ་རེད་ལེར།

འོ་ཡ་འདིའི་རྗེས་ལ་ལོས་ལ། སྲེག་རྟ་ནི་མཐའ་གསུམ་ལས་རིང་ཤོས་ཡིན་ལ་རྟ་ཟུར་གསུམ་ནང་ལོགས་ལ་མཐའ་གསུམ་ཡོར་བ་གཅིག། གཉིས། གསུམ་རེད་མ་རེད། ཁོ་ཚོ་གསུམ་ནང་ལོགས་ནས་ཁོ་རིང་ཤོས་དེ་ཆགས་དེ་རེད་ལ། རྟ་རིང་ཤོས་ཆགས་དགོས་པའི་རྒྱུ་མཚན་དེ་ང་ཚོ་རྟོགས་དཔྱད་བྱེད་ནི་རེད་རྟ་འདི་དགུ་བཅུ་རེད་བ། འདི་ལ་དུས་སུ་མ་ག་ཚིག་ངའི་སློབ་གཞི་དང་པོ་འདི་ནང་ལོགས་ལ་ག་རེ་སྤྲད་ཡོད་རེད་ལབ་ན། ཟུར་གསུམ་གྱི། ཟུར་གསུམ་འདི།

འདི་དང། འདི་གཉིས་གཉིས་ཆར་བསྡོམས་ན་ག་རེ་དགུ་བཅུ་རེ་ལ་ས་འདི་ལ་དུས་ཙམ་པ་ཁོ་དགུ་བཅུ་རེ་ལ་དུས་ཁོ་གཅིག་དགུ་བཅུ་རེ་ལ་དུས་ཙམ་པ་ལྟ་བུ། ཁོ་གཉིས་ལས་ཆེ་བ་ཡོད། ཟུར་ཆེ་བ་ཡོད་ན་མཐའ་ཡས་རིང་ཐུང་ཡང་ཆེ་བ་ཡོད་པ་ང་ཚོ་འདི་ག་ཚིག་ངན་ངོ་སྤྲོད་བྱེད་བཟོ་བ། ཅི་ཞེས་ཤེ་ན་ང་རང་ཚོ་ལ་ལག་པ་དུ་མ་བཟོས་ནས་བརྐྱངས་ཟུར་ནས་ང་ཚོ་ག་ཚིག་སྐད་ཆ་ཡོད་པ། ལག་པ་གཅིག་ཨིན་དེས་ཉུང་ཉུང་བཀྲ་ཟུར་ནས་འདིས་པ་ར་གི་རིང་ཐུང་ཅི་ཡོད་ར་བ།

རིང་ང་འདུག་ཨ་ལས། འདི་ལ་དུས་མཚམས་པ་ང་ཚོ་ག་ཚད་འདོམས་བར་བྱ་ཡོད་ན། ཟུར་ཆེ་བ་ཡོད་ན་མཐའ་ཆེ་བ་ཡོད་ལ་རོ། དེ་རེད་འོས་མ་རེད། ཟུར་འདི་ཆེ་ཤོས་ཡིན་ཙང་མཐའ་འདི་ཡང་རིང་ཤོས་ཆགས་སྡོད། བྱས་ཙང་ཁོང་ཚོ་གསུམ་ཆར་ནང་ལོགས་རིང་ཤོས་དེ་ག་དུས་ནས་བསྲེགས་ཐབས་དེ་བྱས་འོར་གཙང་མ་ཆགས་སོ། ད་དྲང་སྲོང་སུ་གསུང་ན་གལ་ཆེ་ཤོས་ག་རེ་ངའི་འོ་རེད་ལ་ན། ཟུར་གཅིག་ངེས་པར་དུ་གྲངས་ཟུར་སོ་གསུམ་ལ་ནི་ཡང་ན་ཁོག་གི་ཚད་གཞི་གཅིག་ངེས་པར་དུ་འགྲིག་རིགས་དགུ་བཅུ་གོ་བོར་དང། ཨ་འགྲིག་རིགས་དགུ་བཅུ་གོ་ཆེ་ཕ་ཅོ་ཡུལ་སྐྱོར་གྱི་གཏེར་མཐའ་ལ་གནས་རེད་གོ་དེ་ལ་མིང་ག་ལས་ལ་ན་གསེག་མཐའ་ལས་དེ་ལ་ང་ཚོས་ག་རེད Hypotenuse ཨ་ན་དེ་གི་གསེག་མཐའ་དེ་ཡང་ག་རེད་ཟུར་གསུམ་གྱི་མཐའ་གསུམ་ནང་ལོ་ནས་རིང་ཤོས་དེ་ཡང་ཆ་དེ་ཡོད་ལ། ཨོ་ཡ། ད་དེ། ད་དེ་སྲེག་ཐ་དེ་མ་ནོར་བ་ཨ་ནུ་ངོས་འཛིན་རྒྱས་ལ་ད་ང་ཚོ་ད་ད་སྲེག་ཐ་སྦྱང་རོགས་ཨ་ད་སྲེག་ཐ་དེ་ཧ་གོ་བ་སྦྱང། ཡ། ད་ཟུར་གསུམ་དེ་མིང་ལ་ག་རེ་ལ་ན། ཟུར་གསུམ A B C རེད་དོ་ར། ད་དེ་ནང་ལ་སྲེག་ཐ་དེ་ག་རེ་རེད་ཏག་ཏག་བྲིས་འདུག་ད་དེ་བྲི་བ་དོ། ཟུར་གསུམ A B C ནང་སྲེག་ཐ་ནི།

ཨོ་ཡ་གྲང་ཟུར་དེ་ལ་དོ། ཨ་གྲང་ཟུར་དེ་ག་ལ་དོ། ཨོ་ཡ། ཨན་ལ་དྲི་ནས་འདྲི་གོ་རེ། ཡང་ན་ཟུར། ཨལ། ཨན། ཨེམ། ཡང་ན། ཟུར། ཨེམ། ཨན། ཨལ། ད་བྱས་ཙང་ཟུར་ཡོད་སའི་མིང་དེ་ངེས་པར་དུ་ག་དུས་ནས་ཀྱི་མ་ལ་བྱས་ཏེ་མ་བྱས་པ་བྱས་པ་ན།

གཉིས་གང་ལ། གཉིས་སྡོམ་ན་ག་རེ་ལས་སོ། གཞི་བདག་རྩ་ལས་སོ། གཉིས་གནས་གཉིས་ཐེག་ན། ལས་གོ་རེ་ཤཱ་ལ། གཉིས་དང་གཉིས་བསྒྱུར་ན་ཡང། བཞི་རེ་དོ་ཨ་ལ། གཉིས་གང་ལ། གཉིས་དགོས་ན། གཅིག་རེ་དོ་ཨ། དེ་འདྲའི་བླ་བདུད་ཟམ་པ། ང་ཚོ་དེ་ལ་ལན་འདི་ག་རེ་ཡིན་པས། ཐུགས་ངེས་ང་ཚོ་ལན་འདི་ག་རེ་ཆགས་བསྡད་ཡོད། ཚང་མས་ག་རེ། འདི་ན་ལ་ལ། གྲུ་བཞི་ག་ཚོད་དོ། གཅིག། གཉིས། གསུམ། བཞི། ཨོ་ད་དེ་ན་ལན་འགྲིག་པ་ག་ཚོད་དོ་གཉིས་འདུག་ལ་རེ་ད་རེ། ཨ་དོམ་རྟ་དང། རྒྱུ་རྟ་གཉིས་ལན་ལས་ཤིག་དེ་ལ་དུས་མཐའི་རྩིས་དང་དགུའི་རྩིས་དེ་གི་རྒྱ་ཁྱོན་གོ་མེན་པ་གསལ་བོ་ཆགས། ད་དེ་ཚོ་གཏིང་ཟབ་པ་ཞིག་བགྲོད་པ་ཡིན་ན་ཨོ་ད་དེ་དོམ་རྩིས་དང་རྒྱུ་རྩིས་ནང་ལ་གཉིས་འདུག་ལ་རེ་ད་ཡང་ང་ཚོ་རི་མོ་ཞིམ་པ་ཞིག་བྲིས་ན་རེ་བ། རི་མོ་ཞིམ་པ་ཅིག་བྲིས། ལ་བ་ཡང་ཨེ་ལེས་ཡིན་པར་བ། དཔེར་ཅི་ཞེ་ན་དེ་ནས་བ་རིང་ཐུང་འདི་གསུམ་བྱས། མ་དེ་རིང་ཐུང་འདི་གཉིས་ཡིན་པར་བ། བ་ཡང་བ་གཉིས་དང་མ་དུམ་བུ་ག་ཚོད་བཏང་ངོ་རེ། གསུམ་དང། བ་ཡང་ད་འདི་སྣ་ལོར་རྒྱ་ཁྱོན་གར་ཚོད་རེ་ལ་ན། དྲུག་བཞི་ག་ཚོད་ཆགས་སོ་ང་ཚོ་ལ།

སྡོམ། གསུམ་བྱེ་ད་ག་རོས་ལས་ལྔ་རགས་སོ། ཨོ། གཉིས་བསྒྱུར་གསུམ་བྱེ་ད་དྲུག་རགས་སོ། ཨོ་ཡ་ད་ད་ལེན་འདི་ལ་རྟགས་ཆ་ཡག་པོ་བྱེ་ད། ད་གིན་ང་ཚོ་འདི་ལ་སྡོམ་རྩིས་འདི་ལ་གཉིས་ཀའི་འདོད་པ་གང་སོ། ད་ད་རིང་འདི་ལ་བྲེ་བ་རིན་པོ་སྤར་དུས་ཙམ་པ་གཅིག་ལ། ལྔ་ལས་ཞག་གཅིག་ལ། དྲུག་ལས་སོ། རྟ་འདི་ལ་དུས་སྡོམ་རྩིས་འདི་ལས་མ་སོང་རྟ་བསྒྱུར་རྩིས་ལས་སོ་རྟ་འདི་འདྲའི་ཡིན་དུས་བཟང་པ་རྟ་ང་ཚོ་དེའི་ཐ་མ་དེ་ལ་རྒྱ་ཁྱོན་གྱི་ཁོང་ཚོའི་ག་འདྲི་རག་རེད་ལབ་ན་ཨེརིཡ་ལགས་རག་ཁོང་ཚོའི་ག་རེད་ང་ཚོ་ཨིན་ཇི་ནང་ལོག་ལ་ཨེརིཡ་ལགས་རེད་ཨ་བོད་སྐྱེ་ནང་ལོག་ལ་རྒྱ་ཁྱོན་ལ་ཡི་གེ་ཇི་མེད་ངག་དེ་ག་དུས་ནས་ང་རང་ཚོ་རྒྱུད་དང་ཞེང་ཡོར་བ་དེ་གཉིས་གཉིས་ག་རེ་ཆེ་བོ་རེད་ལབ་ན

ཨོ་ཡ། ད་དེ་འདྲའི་བྱེད་ནི། དེ་གཙང་མ་ཆགས་ཡོད་ན་ད་རྗུན་མ་རྒྱ་ཁྱོན་ལས་ཅི་དྲག་བྱི་བ་བཏང་སོང་ན་ག་དུས་ནས་ད་གྲུ་བཞི་ཁ་གང་མ་ཡིན་ཙང་ཐ་རྒྱུག་ཐ་རེད་གལ་སྲིད་གྲུ་བཞི་ནར་མོ་འགྲོ་བྱེད་ན་འདིའི་ཐ་དེ་རིང་ཚེ་དེ་ལ་ག་ལས་དེ་རེད་ལ་ནས་དེ་ལ་དཀྱུས་ལས་རེད།

བསྲེག་ཐ་དི་ལ་སྟོབས་གཉིས་བྱེད་པ་དང་བསྲེག་ཐ་དི་ཡང་ནས་ཡང་དུ་ཐེམ་མ་གཉིས་བསྒྱུར་བ་འདི་ག་རེ་དང་མཚུངས་པ་ཡིན་ལ་ན་ཁོ་ཡི་ཉེ་ཐ་བྱེད་པ་དི་སྟོབས་གཉིས་དང། བལྟས་ཐ་དི་སྟོབས་གཉིས་བྱེད་ནས་ཁོ་གཉིས་བསྡོམས་སུ་ན་ན་ག་དུས་ནས་བསྲེག་ཐ་དི་ལེགས་ཡོད་ལས་བྱེད་ར། འདི་ཁོ་རང་གི་གཉིས་རེད། དཔེ་ཆ་གཞན་འདི་ལ་ཟུར་གསུམ་གྱི་ཆ་དེ་ར། དེ་ཟུར་གསུམ་དེ་མིང་ལ་ཨེ་བྷི་སི་བྱེད་ད་ང་རང་འཛུལ་དགོས་ཀྱི། དགུ་བཅུ་དེ་དེ་ལ་ཆ་དེ་ར།

ད་རིང་ང་ཚོ་ཟུར་ཆ་བཞག་ས་བྱེ་ར། ཟུར་དེ་བཞི་བཞག་ས་དེ་དེ་ནས་བཞག་གི་བར་དར་བ། ཟུར་དེ་བཞི་དེ་ནས་བཞག་གི་ཡོད་ན། འདིའི་ཕ་ཕྱོགས་ལ་ཡོད་སྐྱོ་འདི་ང་ཚོ་གི་ལྟས་ཐ་ཆད་ག་ཡོད། ཟུར་འདི་གི་འདི་ག་ཆག་རེ་ཉེ་ཐ་ཆད། དགུ་བཅུ་གི་ཕ་ཕྱོགས་ཡོད་སྐྱོ་འདི་ལ་སྲེག་ཐ་སི་བར་གཙང་མ་ཆག་སི་བ། ལྟ་སྟབས་དེ་འུ་ཆེར་ལ་ན་འདི་ནས་འདི་བུ་དོ་རིང་ཐུང་ཅི་ཡོད་རེ་བ། ལར། འདི་ནས་འདི་བོ་དོ་རིང་ཐུང་ཡོད་རྒྱུ་འདི་དང། འདི་ག་རེ་ལ་ན་ཐེ་མ་གཉིས་རྒྱུར་དཔེ་ཆ་ཤར་ན་འདིའི་རིང་ཐུང་འདི X ཡིན་ན X རྒྱུར X བྱས། ཨ་འདི་གི་ལྟེ་མཐའ་རེ་བ་ལྟེ་མཐའ་གི་རིང་ཐུང་འདི་ག་རེ Y ཡིན་ན Y རྒྱུར Y བྱས། འདི་གི་རྗེས་དེ་ཉུང་རིང་ཐུང་འདི་ཟས་བྲིས་ན་ཟས་འགྱུར་ཟས་བྱས་སུ་ན་ལ་ང་རང་ཚོ་ལ་ཨ་ན། ཁོ་གཉིས་ཀྱི་རྗེས་དེ་གཉིས་འགྱུར་རྒྱུ་དང་དེ་གཉིས་འགྱུར་རྒྱུ་ལན་གཉིས་དེ་བསྡོམས་སུ་ན་ག་དུས་ནས་བསྲེག་ཐབས་ལ་རྗེས་ལན་དེ་དང་ག་རེ་གཅིག་པ་ཡིན་ལ་བར་ད་དེའི་གཙོ་བོ་དེ་ང་ཚོ་ག་རེ་ལ་ན་ད་ངས་ངས་ལབ་པ་ནང་བཞིན་རྒྱ་ཁྱོན་བེད་སྤྱོད་བཏང་ནས་ལན་དེ་བྱས་ན་ཨ་ན་སྟབས་བདེ་བོ་ཆགས་འོང་བ་རེད། འོ་ཡ་ད་དེ་འདྲ། ད་ང་ཚོ་འདི་གའི་ཚང་མ་ལོ་ལ་རིང་ཐུང་འདི་དཔལ་མཐའ་འདི་རིང་ཐུང་འདི་གསུམ་བྱས། ཉེ་མཐའ་འདི་བཞི་བྱས་སྲེག་མཐའ་འདི་ལྔ་ཡིན་པར་བྱ་ཞར་བ། ཨ་ན། དཔེ་ཆ་ཤར་ན་ང་ཚོ་ཏང་གི་གྲུབ་གཞི་སྦྱང་དགོས་བ། གལ་སྲིད་འདི་གསུམ་ཡིན་ལ་ན་གྲུབ་གཞི་གི་ཁྱད་ཆོས་དེ་ག་རེད་འདི་གསུམ་ཡིན་ན་འདི་ནས་ཚུར་ཡང་ག་རེ་ཡིན་དགོས་ཀི་རེད་གསུམ། འདི་ལ་དུས་དུམ་བུ་གསུམ་གསུམ་ལ་བཏང་ན་ང་ཚོ་ག་ཚོད་བྱས་རེད་ནང་ལོ་ལ་གཅིག། གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད་དགུ་ཟེར་བཅས་དེ་འདྲའི་ལ་དུས་ང་ཚོ་འདི་ན་ལོ་ལ་གྲུ་བཞི་དེ་འདྲའི་ག་ཚོད་རག་རེད་དགུ་བལྟ nine square ལ་ན་གྲུ་བཞི་དགུ་ལའོ། ད་གཅིག་པ་གཅིག་རྐྱང་འོག་ལ་བཞི་ལ་དུས། ཕ་མ་དུམ་བུ་བཞི་ཕ་དུམ་བུ་བཞི། འདི་ལ་དུས་གསུམ་པ་ང་ཚོ་ནང་ལོགས་གྲུ་བཞི་ཆུང་ཆུང་ག་ཚོད་བྱེད་འོག་རེད། ར་དེ་ལས་བཞི་བྱེད། དེ་ལ་གཅིག། གཉིས། བཞི། ད་འདིའི་གི་གཅིག། ཁོ་རང་གི་གྲུབ་གཞི་ག་ཚོད་ཤར་འདུག་ལབ་ན། Square ལབ་ན SQ ལབ་ན་གྲུབ་གཞི་བདག་ཁོ་ལ་གྲུབ་གཞི་དགུ་གྲུབ་གཞི་བཅུ་དྲུག་འདུག་ཨ་ད་འདི་སྒང་འདི་ལ་གྲུབ་གཞི་བརྒྱ་བས་ན་ད་འདི་ལྔ་ཡིན་ན་ཡ་ཡིས་གར་ཡོད་རེད་ལབ་ན། Five centimeter ད་མ་དུམ་བུ་ལྔ་དང་བ་དུམ་བུ་ལྔ་བཏང་སོང་ན།

ག་ཚོད་ལི་རེ་ལ་ནི་དགུ་དགོངས་བཅུ་དྲུག་བསྡོམས་ན་ཉི་ཤུ་རྩ་ལྔ་སུའེ་ལའི་དེ་ག་དུས་ནས་སྲེག་ད་དང་འདི་ཉིད་གཉིས་ཆ་ལོ་ཉི་ཤུ་རྩ་ལྔ་རྩ་ལྔ་ལས་སུའེ་གཅིག་པ་ལི་རེ་ལ་ད་འདི་ག་དུས་ནས་ག་དུས་ན་འབྲེལ་བཤད་རྒྱའོ་ལ་ན་གྲངས་སོར་སུ་གསུམ་ནང་ལོ་ལ་ནི། གསེག་མཐའ་དེ Square སྟོབས་གཉིས་བརྒྱབ་པ་དང་ག་རེ་མཚུངས་པ་རེད་ལ་ན་ཉིས་མཐའ་སྟོབས་གཉིས་དང་དཔེ་མཐའ་སྟོབས་གཉིས་བྱེད་ཆོག་གི་གཉིས་བསྡོམས་པ་དང་ན་ལན་གཅིག་པ་རེ་ཡོད་ལ་ད་དེ་དཔེ་ཆ་བཞང་རྩིས་རྒྱག་པའི་ན་དེ་བ། Five། དེ་གཉིས་དང་གཉིས་གྲུབ་བཞི་རེད་ལ་སོ་བ། གྲུབ་བྱེད་ཀྱི་མན་ངག་འདི། ཐ་སྒྱུར་མཐའ་ཡིན་པ་སྔ་འགྱུར་སྔ་ལ་དུས་ཙམ་པ། འདིའི་དོན་དག་འདི། ཤུགས་ལ་ཁྱེད་རང་ཚོས་ག་ར་ཧ་གོ་རེ་ཐ་སྒྱུར་མཐའ་ལ་དུས་སྔ་འགྱུར་སྔ་ཡིན་བསམ། འདིས་ག་རེ་ཞིག་སྒྱུར་ཞེས་བྱས་ནས་ར། གཅིག་པ་གཅིག་རྐྱང་ཚང་མ་འགྲོ་སྟངས་དང་རང་རེད། ཚང་མ་ཆ་ཟེར་བས། འོ་ཡག་ད། བ། ད་གིན་ང་ཚོ་དེ་བསླབ་པ་ནང་བཞིན་སྔགས་སྟོབས་གཉིས་ལ་ནི་གལ་དགོས་ཀྱི་མ་རེད་ལར་སྔ་འགྱུར་སྔ་ཕྱི་འགྱུར་བཞི་གསུམ་འགྱུར་གསུམ་ད་ད་ལྟ་དེ་ཟིང་རྒྱ་ལ་ཡོད་དེ་སྔགས་དེ་དེ་ང་རང་ཚོའི་དེ་ཡིན་ད་བསྲེག་ཐ་དེ་ཡིན་ད་ར་འདི་ང་ཚོའི་གི་ཇི་སྙེད་ཐ་བྱེད་དེ་ལ་གཏད་ཐ་དེ་བྱེད་ནས་ད་ང་ཚོས་ང་ཚོ་ལ་ཐ་མ་དེ་ལ་བྱོས་འགྲོ་བྱེད་ནས་ད་གན་དུ་མ་སོ་ནས་གཉིས་ཆ་དེ་སྡོམས་སུ་ན་ང་ཚོ་ལ་ག་ར་ར་ན་ན་ཉི་ཤུ་རྩེག་མ་མཚུངས